ཐུགས་རྗེའི་ཀུན་སློང་སྙོམས་པས་བཅོམ་ལྡན་འདས་མཚན་ཙམ་ཐོས་པས་ངན་འགྲོའི་སྡུག་བསྔལ་སྲིད་དུག་གསུམ་ནད་སེལ་སངས་རྒྱས་སྨན་དགྱེས་ལ་བིན་དུ་ར་ཡི་འོད་ལ་ཕྱག་འཚལ་ལོ། ཕྱི་སྲིད་ནམ་མཁའ་གནས་པ་ན་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་སེལ་བར་ཤོག། རྒྱ་ཆེའི་རྩིས་འགོ་བ་ཡོངས་ལ་ཐོག་མར་དུས་འཁོར་སྨོན་པ་བཏགས་རང་ངོས་ནས་ལྷ་ཁ་བསང་ཞུ་བ་ཡིན།

སོག་པོ་སྐྱོག་པོ་ཚོ་ལ་ཨ་ནེས་གོས་ནི་དཀའ་ངལ་ཅིག་ཆེ་ཡོང་གི་འདུག་དེ་འདྲ་སོང་ཙང་ཨེ་ནི། ན་བཟའ་དེ་གི་སོག་པོའི་ནང་ལ་སླེབས་པ་ཉིན་མོ་དེ་རང་ལ་ཨེ་ནི་ཅིག་ན་བཟའ་གི་རྟགས་དང་ཨིན་ཇིའི་སྐད་བཤད་པ་ཨེ་ནི་སིམ་འགྲམ་དེ་འདྲའི་སླེབས་ཀྱི་མ་རེད། ཉུང་མཐའ་ལ་ཉི་མ་གསུམ་བཞི་ཅིག་འགོར་གྱི་རེད་ཉུང་མཐའ་ལ། མང་ན་ཉི་མ་བདུན། ཉོག་ན་ཉི་མོ་གསུམ་བཞི། དེའི་ནང་ལོགས་ལ་ཨེ་ནི་ཁོག་གི་ན་བཟའ་གི་རྟགས་ཟེར་བ་ར་ཚ་བ་བྷ་ཡ་བྲང་ཤུར་རྒྱ་ཡ་ག་རེ་ཡིན་ནས་མེ་སྟག་དེ་དེ་དུས་ལས་གི་རེད་མ་གཏོགས་ན་བཟའ་དེ་ཁྱེད་རང་ལ་དགོས་པ་དང་ནམ་སང་གྲོགས་པོའི་ནང་ལ་དངོས་གསལ་དོད་པོ་གི་མེ་སྟག་དེ་ངོས་འཛིན་ཐུབ་ཡང་དཀའ་ལས་ཁག་པོ་ཡོད་བ་རེད་དེ་འདྲ་སོང་ཙང་ཨེ་ནི་ཅིག་སོ་སོའི་ཟོག་པོ་དེ་ལ་ངར་རྒྱུན་དང་མི་འདྲ་བའི་ཚོར་སྣང་འབྱུང་གི་འདུག་ན་ཡིན་གཅིག་མིན་གཅིག་བརྟག་དཔྱད་གནང་བ་དེ་གལ་ཆེན་པོ་ཞུ་རྒྱུ་རེད། དཔེ་ཅིག་ཐུགས་ལ་བཞག་དགོས་ཡག་དང་ཨེ་ནི། གལ་སྲིད་བརྟག་དཔྱད་བྱས་ནས་འདི་འདྲའི་གི་དཀའ་ངལ་འཕྲད་པ་ཡིན་ན། ད་ཁྱེད་རང་གི་ན་ཚ་གོས་བཞག་ཟིན་ལབ་པ་ཡིན་ན་ཨེ་ནི། བྱུང་ན་ཨེ་ནི། ང་རང་དང་ཉེ་འཁོར་གི་བོད་པའི་སྨན་པ་ལ་འབྲེལ་བ་གནང་དགོས་ཀྱི་འདུག་དེ་མ་བྱུང་པ་ཡིན་ནའི་ཨེ་ནི། གུས་པ་གི་ནམ་རྒྱུན་དུ། གཅིག་གུས་པས་ཁ་པར་ཨང་གྲངས་དེ་ངོ་དེབ་དང་ཡུའུ་ཀྲུབ་ཚང་མ་གང་ལ་བཞག་གི་ཡོད་རྣམ་པ་ཚོས་འདིའི་སྒང་ལ་འབྲེལ་བ་ནང་གཞུང་མང་པོ་གཅིག་ཨེ་ནི་ན་ཚ་དེ་དགོས་ཚར་ཨེ་ནི་ཉི་མ་ལྔ་དྲུག་བདུན་བརྒྱད་བཅུ་བཅུ་གཅིག་འགྲོ་ནས་གཞི་ནས་ཨེ་ནི་དཀའ་ངལ་འདི་འདྲའི་འཕྲད་གི་འདུག་ག་རེ་བྱེད་འོ་རེད་གསུངས་དེ་དུས་ད་ནས་ཨེ་ནི་དུས་ཚོད་དེ་ཕ་ག་རོ་ཞིག་ཕྱིན་ཨེ་ནི་ཐག་དེ་རིང་པོ་ཞུ་བྱས་ནས་དཀའ་ལས་དེ་ཕྲད་གི་འདུག་ང་ཚོས་ནེ་པ་ལ་སློབ་གསོ་རྒྱ་ཡ་ལ། ལམ་སྟོན་བྱེད་ཡག་འདི་འདྲ་སོང་ཙང་ཕན་ཚུན་ཕྱོགས་ཚང་མ་ལ་དཀའ་ངལ་མང་ཡང་ཆེད་དུ་ཁྱེད་རང་ཚོ་ལ་ཅིག་དངོས་གནས་ཀྱི་ཡང་དཀའ་ངལ་ཉེ་འཁོར་ལ་དཀའ་ངལ་དྲི་ས་ཡོད་པ་ཡིན་ན་ནི་ད་ང་རང་ལ་དྲི་དགོས་ཡག་དེ་བྱ། ཉེ་འཁོར་ལ་དཀའ་ངལ་དྲི་ས་མེད་པ་ཡིན་ན་ཨེ་ནི་ང་ལ་སྐད་ཆ་དྲི་བ་ཡིན་ནས་ཨེ་ནི་ཁ་པར་བཏང་ནས་ང་ལ་སྐད་ཆ་དྲི་བ་ཡིན་ན་ངས་གང་ཐུབ་གང་ཤེས་ཁྱེད་རང་ཚོ་ལ་ཕན་ཐོགས་བྱེད་ཐུབ་ཡག་གི་འབད་བརྩོན་ཞུ་གི་ཡིན་ཞུ་ཐུབ་ཀྱི་ཡོད་མེད་དེ་ངས་ཞུ་ཚོད་མེད་དེ་འོ་དེ་རེད་འདི་འདྲ་སོང་ཙང།

འདི་ནི་ཉེ་འཁོར་ལ་བོད་པའི་སྨན་པ་མེད་པ། རྒྱ་གར་གྱི་ཕྱི་རྒྱལ་གྱི་སྨན་ཁང་སྟོན་འགྲོ་ན་དེ་ནས་ཅིག་དོལ་ཚོད་མང་པོ་ཅིག་དཀའ་ངལ་འཕྲད་ཡ། ཨོ་དེ་འདྲས་ཀྱི་དཀའ་ངལ་མང་པོ་འཕྲད་ཡོང་དུས་ད་ནས་དཀའ་ངལ་མི་ཉུང་བ་ཞིག་འཕྲད་ཀྱི་འདུག་དེ་འདྲ་སོང་ཙང་ཕྱི་ནང་དུ། འདི་ནི་ཉེ་འཁོར་ལ་བོད་པའི་སྨན་པ་མེད་པ་དང། དེ་འདྲས་ཀྱི་དཀའ་ངལ་འཕྲད་ངེས་དེ་འདྲས་ཡིན་པ་ཡིན་ན། འདི་ནི་གུས་པ་ལ་འབྲེལ་བ་གནང་ཞུ་གུས་པས་གང་ཐུབ་འབད་བརྩོན་ཞུ་ཐུགས་རེ་ཞུ་ཡ་ཡིན། ཐོག་ཅི་ཆེ་ཨེ་རྣམ་པ་ཚོས་ཐུགས་གཟབ་གནང་རོགས་གནང་ཞུ་ཡ་ཡིན།